འབད་བརྩོན་གཅིག་ཞུ་གི་ཡོད་རེད། དེ་ནས་ད་བཙན་བྱོལ་སྤྱི་ཚོགས་ནང་ལོགས་ཀྱི་ད་ལྟ་གནས་སྟངས་བྱུང་བ་ང་ཚོ་བཙན་བྱོལ་གཞུང་ད་ང་ཚོ་ང་ཚོ་དེ་ལ་ཡ་མིན་ད་ངེད་མ་དང་པོ་བཙན་བྱོལ་གཞུང་ད་ད་ལྟ་བོད་མིའི་སྒྲིག་འཛུགས་བྱེད་ཆེད་ཞུ་གི་ཡོད་པ་ཡིན་ནས་ལས། དོ་བདག་དེ་མི་ཚང་མའི་སེམས་ནང་ལོགས་ལ་གཞུང་གཅིག་བཙན་བྱོལ་གཞུང་རང་རེད་བ། དེ་སོང་ཙང་གཞུང་གི་བརྒྱུད་རིམ་ལ་ག་རེ་ག་རེ་འགྱུར་བ་ག་རེ་འགྲོ་གི་ཡོད་པ། འགོ་ཁྲིད་ག་རེ་འགྱུར་གྱི་ཡོད་པ་སྤྱི་ཚོགས་ནང་ལོགས་ལ

གནོད་བགེགས་རེ་བས་བྱེད་ཅེས་འདི་ང་ཚོ་ག་དུས་ནས་ཡང་སེ་ཡང་སེ་དྲི་བ་གླེང་དགོས་ཅིག་ཆགས་འོ་རེད་གར་བྱེད་འདི་ཞུས་པ་ཡིན་ན། སངས་རྒྱས་རྒྱུད་ལམ་གཞན་པ་དེ་ཚོ་མང་ཆེ་ཅིག་སོ་སོ་སོ་རང་བཙན་ཡོད་པ་དང་འདི་ཡིན་དུས་རྒྱལ་ཁབ་ནང་ལོག་ལ་ཡ་ད་ལྟའི་ཆ་ལ་རྙོག་དྲ་ཅིག་གླེང་པ་ཡིན་ན། འདི་གི་ཕུགས་ལ་དཀའ་ངལ་འདི་འདྲའི་རིགས་མ་ཡོང་ཡས་དང་ཨ་འདི་ལ་བསམ་བློ་བཏང་ནི། རྙོག་དྲ་འདི་གླེང་སློང་གནང་དགོས་རོགས། ད་ཡིན་ན་ང་ཚོ་བཙན་བྱོལ་སྤྱི་ཚོགས་འདི་ང་རང་ཚོས་ཀྱི་རྙོག་དྲ་འདི་མ་ཡོང་ཡས་ལ་གླེང་སློང་བྱེད་ག་འགྲོ་དུས་བསམ་པ་ལ། ང་རང་ཚོ་རྒྱ་ནག་གཞུང་གིས་འདི་བེད་སྤྱོད་ལོག་པ་ཅིག་ལ་ཕྱིན་རྗེས་ཨ་ནི་ཡ། ང་རང་ཚོའི་འཐབ་རྩོད་ལ་ཕན་ཐོགས་ཡ་ལ་མ་ང་གནོད་གལ་ད། བོད་ནང་ལོག་གི་བོད་མི་འདི་གས་ད། ཅིག་སེམས་ཤུགས་སྤར་ཡ་ལ། ཚ་བར་ཡ། སེམས་ཤུགས་ཆགས་ཡས་ད་དེ་འད་ཅིག་མང་པོ་ཅིག་ལ་བསམ་བློ་གཏང་དགོས་གོར་བ། ད་ཡིན་ནའི་ད་འད་ཆགས་ལ་ཡ། ད་ཅིག་དུས་ཀྱི་འགྱུར་བ་འགྲོ་ཅིག་ད་སྙན་མ་ང་ཚོ་དང་པོ་དང་པོ་གསར་འགོད་པ་བྱས་པའི་སྐབས་ལ་ཡ། དེ་ཚོའི་སྒང་ལ་བསམ་བློ་དཔེ་མང་པོ་གཏང་གོར་ད་ད་འད་ཆགས་ལ་ང་རང་གས་ཡ། འདི་དྲི་བ་འཕར་མ་ཅིག་གླེགས་ཀྱི་འདུག་ད་ད་ད་ང་ཚོ། དུ་ཟིན་བསྡད་བསྡད་ན་འགྲིག་གི་ཨ་ཡོད་འགྲོ་བསམ་མེད་ཅིག་ག་རེ་བྱེད་ཟེར་ན། གསང་རྒྱུག་བརྒྱུད་ལམ་གྱི་མ་མ་ཤེས་པ་ཡིན་པ་ཡིན་ནས། སྤྱི་ཚོགས་དྲ་རྒྱའི་ནང་ལོགས་ལ་ཞིབ་ཅིག་གླེང་སློང་བྱས། གླེང་སློང་བྱས་དེ། ཅིག་དངོས་ཡོད་ལེགས་ཚད་ལས་བརྒལ་བ་དེ་འདི་ལྟ་ཅིག། དབྱིན་ཇིའི་ནང་ཞུགས་ཡིན་ན Amplified ལ་ཡོད་པ་ལྟ་ཅིག་བེད་ཁོ་ར་འུར་སྒྲགས་ཞིབ་བྱས་ནས་མར་གླེང་སློང་བྱེད་ཀྱི་ཡོད་དུས་ཁོ་ཚོའི་དངོས་གནས་ཀྱི་དཀའ་ངལ་དེ་ཆུང་ཆུང་ཞིག་མི་ཞིག་མེད་པ་ཡིན་ནས་ལས་དཀའ་ངལ་དེ་ཆེན་པོ་ཞུ་མེད་འགྲོ་བསམ་པའི་ཀྱང་ཉེན་ཁ་ཅིག་ངས་ད་ལྟ་ཐུགས་འགུ་འདུག

གསར་ཁང་ཕལ་ཆེར་གསར་ཁང་ཚང་མས་ཀྱི་དྲ་རྒྱ་ཁང་སྟོན་སྐོར་ད་ག་འདྲ་རླུང་འཕྲིན་ཡིག་གནས་རེད་ཚང་མས་ཚང་མས་ཀྱི་དྲ་རྒྱ་ཁང་སྟོན་དེ་ངས་ང་རང་གི་བསམ་བློ་རྣ་ལོར་ཅོ་གཅིག་ནས་ད་ང་ཚོ་ད་ད་ལྟ་དྲ་རྒྱའི་གི་བརྡ་འཕྲིན་གྱི་སྤྱི་ཚོགས་ཤིག་ཡིན་དུས་ཚང་བར་དྲ་རྒྱ་ཁང་སྟོན་དགོས་གི་རེད་ལ། གཅིག་ནས་ད་བོད་ནང་ལོགས་ལ་ཡ་ད་ཅིག་འགྲོ་ཐུ་ཡ་ད་དེ་འད་ལ་ཡ་རྒྱུ་ལམ་གལ་ཆེན་པོ་ཅིག་རེད་བསམ་གི་འདུག་ར་དེ་སོང་ཙང་བཙན་བྱོལ་ནང་ལོགས་གི་གནས་ཚུལ་ཅིག་ཇི་མ་ཇི་བཞིན་རང་ད་ད་ཅིག་གནས་ཚུལ་དེ་ཚོ་མ་མཚམས་མཚམས་ང་ཚོ་ལྟ་ཅིག་དཀྲོག་གཏམ་ལབ་ནས་འགྲིག་གི་ཡོད་ཀྱི་མ་རེད་ད་སྤྱི་ཚོགས་ནང་ལོག་རྙོག་གླེང་ལ་དེ་ལྟ་ཅོག་སྤྱི་ཚོགས་ཚང་མར་ཡོད་རེད་བ། དེ་སོང་ཙང་ང་ཚོས་ཀྱི་གླེང་སློང་བྱེད་པ་ཡིན་ན། གཅིག་བྱས་ན་ཡང་ང་རང་ཚོ་སྤྱི་ཚོགས། གསར་ཁང་དེ་གས་ཀྱི་རྦད་དེ་རྦད་དེ་ང་ཚོས་ལྟ་ཅིག་ང་ཚོས་ཀྱི་རྦད་དེ་ཡང་དམིགས་ཡུལ་འདུག་ཅག་འདི་ལྟ་གས་མ་རེད་ལྟ་ཅིག་ང་ཚོ། ནས་ང་ཚོ་བེད་སྤྱོད་ལོག་པ་མ་འགྲོ་ཡས་ད་འདི་ལ་དམིགས་ནས་བྱེད་དགོས་རེད་བ། དེ་ཡིན་ནས་བེད་སྤྱོད་ལོག་པ་མ་འགྲོ་ཡས་ལ་དམིགས་ནས་བྱེད་ཀྱི་ཡོད་ནས་དེའི་ཞོར་ལ་ཡང།